རྒྱ་མི་གཉིས་ལ་ཆ་བཞག་པ་ཡིན་ན་རྒྱ་ནག་དེ་ཚོ་རྒྱ་མི་གི་མི་དེ་ཚོ་དཔེ་ཆ་ལ་ཞུགས་རྔམ་གི་རེད་ཁོ་ཚོ་དཔེ་ཆ་ལ་ཞུགས་རྔམ་གི་རེད་ལི་ཀ་གི་ཐོག་ལ་ལི་ཀ་ཧོལ་བཙོན་ལྟ་བྱེད་གི་རེད་ད་ཡང་ཁོ་ཚོ་ཡིན་ན་རྒྱ་མི་གི་བཀོད་སྒྲིག་ཅིག་ཡོད་རེད་བ་དེ་རྦད་དེ་ཁོ་རང་འཇབ་པན་ལིན་ཚེ་བཞེངས་པ་རེད་ང་རང་གི་བསམ་ཚུལ་ཡིན་ད་བསམ་ཚུལ་ད་ད་མི་ཚེ་ནང་ལ་མཐོང་སྟངས་རེད་བ་འཇབ་པན་དེ་ཚོ་ག་ཚེ། ལི་ཀ་སྤུ་བཏགས་པོ་དང་ལི་ཀ་གཡག་པོ་ཁ་ལ་ཅིག་བཟོས་ཡང་ན་ཁ་ལ་དེ་ཞིམ་པོ་དང་ཁ་ལ་དེ་སྤུ་བཏགས་པོ་གཙང་མ་ཨ་འདྲི་ཡོང་བལྟ་གི་འདུག་བརྒྱ་དེ་འདྲ་ཡོད་མ་རེད་བརྒྱ་གིས་ད་ཁ་ལ་དེ་ཚོ་ང་ཚོ་ལོ་མང་པོ་བརྒྱ་ཉམས་དོགས་སེམས་ནང་འདྲི་ཅིང་ལི་ཀ་དེ་དུས

ཡག་པོ་དང་འདྲ་ར། ཨོ་དང་འདྲ་ར། ད་དེ་ཅི་དུས་ང་ཚོས་འདི་ན་བཟའ་སྒང་མགོ་བཙུགས་ཡོད་དུས། བཟའ་སྒང་ནང་གི་ཁ་ལ་གཙང་མ་དག་ཅིག་གཙང་སྦྲ་དག་ཡིན་དང་ཨ་ནི། གཉིས་ནི་བཟའ་ཁང་གི་ནང་ལོགས་ཀྱི་སྐོར་སྒྲིག་བྱེད་སྟངས་ཅུང་ར་དེ་ཚོ་ཡག་པོ་དགོས་ཏེ་དཔེ་གལ་ཆེན་པོ་རེ་རེ་དྲན་གྱི་འདུག་ད། མགྲོན་པོ་དག་སེམས་ཁྲལ་ཞེ་དྲག་ཡོད་མ་རེད་དྲན་གྱི་འདུག་ཡོང་རྒྱུ་ཡོང་མི་ཡོང་ག་ཚད་ན་གཙོ་བོ་ཟ་ཁང་གཅིག་གི་ནང་ལ་ཁ་ལག་ཆེན་པོ་ཡོད་པ་ཡིན་ན་མི་ཡོང་གི་རེད་མ་ཤི་བར་དུ་ཁ་ལག་ཟ་དགོས་ཀྱི་རེད་བ་མི་ཚང་བ་ཞིག་གནས་དེ་རྣམས་ཀྱི་སོ་སོ་ལ་ཆག་ཆག་པ་ཡིན་ན་ཟ་ཁང་གཅིག་གི་ནང་ལ་འགྲོ་ཁ་ལག་དེ་ཤུགས་ཀྱིས་ཞིམ་པོ་དག་ཅིག་ཚོར་སྣང་འདྲ་བ་ཡག་པོ་ཅིག་བྱུང་ན་དེ་བསྟུན་ནམ་ཡང་བརྗེད་ཀྱི་མི་འདུག་བ་དཔེར་ན་ལྡི་ལི་ལ་ཡིན་ན།